དེ་ལ་སོགས་པའི་དེ་ནི་སྐད་ཡིག་ནང་ལ་བོད་ཀྱི་དམངས་ཀྱི་ནང་ལོགས་ལ་དེ་ནི་གེ་སར་གྱི་སྒྲུང་མང་པོ་བྱིངས་རིང་པོ་ཡོད་རེད། དེ་གའི་ད་ལྟ་ཕྱོགས་བསྡོམས་བྱས་པའི་སྐབས་ནས་འཛམ་བུ་གླིང་གི་ནང་ལ་དེ་རྩོམ་ཡིག་མང་ཤོས་དེ་ཨང་དང་པོ་དེ་གླིང་གེ་སར་རྒྱལ་པོའི་སྒྲུང་ཡིག་ནང་ཆགས་ཡོད་རེད། བྱས་ཙང་དེ་བོད་ཡིག་དེ་འཛམ་བུ་གླིང་གི་ནང་ལ་གོ་གོ་གནས་སྐད་ཡིག་གོ་གནས་ཟིན་མ་ཡང་དེ་དཔེ་མ་སྲིད་པའི་གལ་ཆེན་པོ་ཞིག་ཟིན་ཡོད་རེད། དེ་ལྷག་པར་དུ་ང་ཚོ་ནང་པ་ཅིག་ལ་ཆ་བཞག་པ་ཡིན་ན་ནི་དེ་ནང་ཆོས་གཏིང་ཟབ་པོ་ཤེས་དགོས་བྱུང་ན་བོད་ཡིག་དེ་མ་ཤེས་ན་ཐབས་ཤེས་ཡོད་མ་རེད། དཔེར་ན་སངས་རྒྱས་ཟེར་ངེས་ཀྱི་ཚིག་དེ་ལ་མིང་ཚིག་དེ་ལ་དབྱིན་ཇི་ནང་བསྒྱུར་དགོས་བྱུང་ན

ང་ཚོའི་འདི་ན་ལ་ཆོས་དེ་ལ་མཚན་ཉིད་འཛིན་ལ་མིང་ཚིག་དེ་ལ་མཚན་ཉིད་འཛིན་ལ་ཆོས་ཤིག་ཆགས་སུ་བྱེད་ཅིང་ཨ་ནི། དེ་ལ་བདེ་གཤེགས་མང་པོ་བརྒྱ་ཡོད་རེད། དེ་ཡིན་དུས་སངས་རྒྱས་ཀྱི་ཆོས་མིང་ཚིག་ཚོགས་ཚོགས་མཐར་གཏོགས་པ་རྟོགས་ན་བོད་ཡིག་མ་ཤེས་ན་ཐབས་ཤེས་ཅན་ཡོད་མ་རེད། དེ་དེའི་ཐོག་ལ་ད་བོད་ཡིག་འདི་ང་རང་ཚོ་རྒྱ་ཡིག

ད་བོད་པའི་ནང་ལ PhD སྒྲོག་ཏར་ཁི་ཟེར་འདུག་ད་ག་ཟེ་ན། ཇི་ལྟར་དགོངས་བོར་བ། འཛམ་བུ་གླིང་འདིའི་ནང་རང་གི་རིག་གཞུང་དང་རང་གི་ལུང་པ་ཡར་རྒྱས་བཏང་དགོས་ཞུས་ན་སློབ་སྦྱོང་དེ་མེད་ན་འགྲིག་གི་ཡོད་མ་རེད་དེང་སང། དེང་སང་འཛམ་བུ་གླིང་ནང་སློབ་སྦྱོང་འདི་བས་ཚད་མཐོ་པོ་ཅིག་འགྲོ་དགོས་པ་འདི་དང་མ་མཉམ་ན་ཞུ་བ་ལས་ན། ཨ་ནི་སོ་སོ་ག་གེ་བྱེད་ཐུབ་ཡག་ཡོད་མ་རེད། དེ་ཡིན་དུས་རང་གི་ཆོས་དང་རིག་གཞུང་ལུང་པ་དེ་གའི་ཡར་རྒྱས་གཏང་དགོས་བྱུང་ན་སོ་སོའི་སྐད་ཡིག་དེ་གཙོ་བོ་ཐོག་ན་ཨེ་ནས་སྐད་ཡིག་གཞན་དག་སྦྱང་དགོས་ཡ་དེ་སློབ་སྦྱོང་དེ་སློབ་སྦྱོང་བྱེད་དགོས་ཡ་གལ་ཆེན་པོ་རེད་དེ་ཚང་མ་ལོ་ཁུག་རྟག་པ་དང་ནང་རོགས་ལ་ཞུ་ཡ་ཡིན།